བཙན་དེ་ལ་ཡང། ང་རང་ཚོ་རང་བཙན་འཐབ་རྩོད་པ་ཟེར་ན་རེད་ད་བོད་དོན་འཐབ་རྩོད་པ་ཟེར་ན་རེད་རྒྱལ་གཅེས་པ་ཟེར་ན། རྒྱ་གཞན་ལྷག་བསམ་གྱིས་བསྟན་བརྩོན་འགྲུས་ལགས་དེ་ཕལ་བའི་སྐབས་སུ་ཡིན་པ་ཡིན་ན་སོ་སོ་ད་བཅར་ཐུབ་མ་སོང་ར། ཡིན་པ་ཡིན་ན་སོ་སོའི་སྔོན་ནས་བསྟན་བརྩོན་འགྲུས་ལགས་ཡིན་པ་ཡིན་ན་ཞལ་འདེབས་སོ་སོ་འགྲོ་མ་ཐུབ་པ་ཡིན་ན་མིའི་ལག་པ་ལ་ཡང་འདུག་ཅེས་གང་ལྟར། ཞལ་འདེབས་ཕུལ་བཞག་ཡོད་ཅེས་ཞུ་ཡས་ཡས་རྣམ་པ་ཚོ་ཁ་ཤས་ཡ་དགོངས་ཟེར་གི་ར། ཏིང་འཛིན་གྲོལ་ཁ་དང་ཏིང་འཛིན་གྲོལ་གཙོ་བོ་ཁོ་རང་མིན། རང་མཚན་བརྩོན་ན་རེ་འོ་མའི་ལམ་བརྩོན་ན་འདི་ང་ལ་ཁྱད་པར་ཁྱད་མེད། ཡིན་པས་ན་ཁོ་རང། ཁོ་རང་གིས་ད་བོད་དོན་འཐབ་རྩོད་ཀྱི་བྱེད་ཀྱི་ཡོད་པ་སོང་ཙང། ནི་སོ་སོའི་ངོས་ནས་ཡ། གུས་ཞབས་ཆེན་པོའི་ཐོག་ནས་ཡ་བཅར་མ་ཐུབ་པ་ཡིན་ན་ཡང་ཞལ་འདེབས་སྒོར་མོ་ལྔ་བཅུ་བྱིན། ད་ཁ་བཏགས་ཀྱི་དུས་ཀྱི་ཕུད་བྱས་ཡོད་ཅེས་ཞུ་བའི་ཡན་བཙལ་བས་ཁོ་རང་གིས་གཏམ་བཤད་ག་རེ་གནང་བྱ་བ་འདི། རྣམ་པ་ཚོ་སྤྱི་ཚོགས་དྲ་རྒྱའི་ནང་ལ་གཟིགས་ཡས་ཡོད་རེད་ཞུ་བས་ད་ག་ན་བཞིན་གྱི། ང་ཚོ་གི་རོགས་པ་རྒན་ངག་དབང་ཁྱེད་རབ་ལགས་ཀྱིས་བསྟན་འཛིན་ལུས་ལ་ལ་དྲི་བ་ཕུལ་ཡོད་རེད། དྲི་བ་ག་རེ་ཕུལ་ཡོད་པའི་དེ་རྣམ་པ་ཚོ་གཟིགས་ཡོད་ཀྱི་རེད་གཟིགས་མེད་ན་རྣམ་པ་ཚོ་ཉན་ངོ་དེབ་གང་ལ་ཡོད་རེད་ཞུ་ཡས་ཡིན་ལོ། དེ་ལ་བསྟན་འཛིན་ལུས་ཀྱིས་མ་ལན་ག་རེ་རྒྱབ་བྱ་དེ་ཚོའི་རྣམ་པ་ཚོ་གཟིགས་ཡས་ཡོད་རེད། ལན་དེ་ཚོ་ག་ཚོད་ཚོ་དྲང་པོ་བྱུང་བྱུང་ག་ཚོད་ཚོ་དྲག་པོ་བྱུང་མི་འདུག།

བསྟན་འཛིན་སྒྲོལ་གྱིས་ལན་འདི་ལ་ད་སྤྱི་ཚོགས་ནང་ལ་ཡང་བགྲོ་གླེང་འདྲ་བོ་གྲགས་མི་གྲགས་དེ་འདྲ་བགྲོ་དེ་ཡི་འདུག་ལ། ལན་ཏག་ཏག་འཐད་བྱ་འཐད་མ་བྱ་ལ་ཡང་ད་དེ་འདྲའི་སྐད་ཆ་བཤད་མཁན་དེ་འདྲ་ཡོང་གི་འདུག་ཨ་ད་བ་ན་གཞན་གྱིས་དེ་ལ་བལྟས་ན་ཡང་བསྟན་འཛིན་སྒྲོལ་ལ་མིང་གྲགས་མི་གྲགས་བལྟ་མཁན་དེ་འདྲ་ཡོང་གི་འདུག་ད་དེ་ཚོ་སྤྱི་ཚོགས་ནང་ཡོང་པ་དང་སྤྱི་ཚོགས་ནང་ཡོང་པ་རེད་དེ་ང་ཚོའི་གི་ལབ་ཆོག་གི་མ་རེད་ཡོང་ཆོག་གི་མ་རེད་ཟེར་ན་དཀའ་ཐུག་མ་རེད་གོང་ས་མཆོག་ལ་ཡིན་པ་ཡིན་ན་དེང་སང་དུས་ཚོད་ལ་འདྲ་མི་འདྲ་བཤད་མཁན་དེ་འདྲ་ཡོང་དེ་ཡི་འདུག་ཨ་ནི།

ད་དྲི་བ་དེ་འདྲའི་སྒྲོགས་ཤིག་ཕུལ་ཡོད་རེད་ཡིན་པ་ཡིན་ན་ཡང་དེ་རྫུན་སྒྲོས་ཀྱིས་དེ་ལ་དེ་ལ་ལན་བརྒྱབ་པའི་སྐབས་སུ། ཨ་རི་ནང་པ་ཚོ་བས་ཁྱེད་ཀྱིས་ལན་ག་རེ་རྒྱག་ཡོད་རེད་བྱུང་དང་པོ་ཉན་ལ་ཁྱེད་རང་གིས་དེ་འདྲ་བོ་དང་ག་རེ་བྱེད་ཤ་ཡོད་ཅེས་ནས། ང་དེ་རྫུན་སྒྲོས་ལ་ཡང་བཀའ་མོལ་དེ་འདྲ་ཞིག་གནང་ཡོད་རེད་ཨ་འདི་ཚོ། ང་ཚོའི་གིས་དེ་རྫུན་སྒྲོས་ལ་ཡང། ཁོས་བསྟན་འཛིན་དེ་ལ་མ་ཕེབས་སྔོན་ནས་ང་ཚོ་ཡིས་བསྟན་འཛིན་ལ་འབྲེལ་བ་བྱས་ཅིང་ང་ཚོ་ངོ་ཤེས་པ་དེ་འདྲས་བསྟན་འཛིན་ལ་འབྲེལ་བ་བྱས་རྗེས། གལ་སྲིད་བསྟན་འཛིན་ལ་སྡེ་བ་ལ་ད་ཅིག་གིས་གོ་སྒྲིག་བྱེད་མཁན་འདྲ་མེད་པ་ཡིན་པ་ན་ང་ཚོའི་ངོས་ནས་གོ་སྒྲིག་བྱེད་མཁན་ཡིན་པའི་རྣམ་པ་འགྲོ་རྣམ་འགྱུར་ང་ཚོ་གིས་བསྟན་ཡོད་རེ་ཡིན་པ་ཡིན་ན་བསྟན་འཛིན་ཁོ་རང་ད་སྡེ་ལ་སྤིན་རྒྱག་ཡོད་པ་དང། ཨ་ནེ་ང་ཚོ་བོད་རིགས་ཚོ་བར་ལ་འབྲེལ་བ་བྱས་པ་སོང་ཙང་ང་ཚོ་དམིགས་བསལ་གོ་སྒྲིག་བྱེད་དགོས་ཐུག་ཡོད་མ་རེད་ཞུ་ཡས་ཡིན། ཡིན་པ་ཡིན་ན་ང་ཚོའི་ཡིས་མངོན་སུན་ནས་བསྟན་འཛིན་རེ་ལ་ད་དམིགས་བསལ་གྱིས་དམིགས་བསལ་གྱི་གུས་ཞབས་བཅས་བྱས་བྱས་ང་ཚོས་ཁོ་རང་ལ་ཡག་སྡུག་འབྲེལ་བ་བྱེད་ཀྱི་ཡོད་རེད། ད་ང་ན་གཞན་གྱིས་ཁོ་རང་ང་ཚོའི་སྒང་ལ་བཞག་ཡ་དེ་ཡིས་ཁོ་རང་ང་ཚོའི་ལས་ཁྱད་པར་དུ་འཕགས་པ་དང་གང་ལྟར་ཆབ་སྲིད་ཀྱི་ཐོག་ནས། ཆབ་སྲིད་ཀྱི་འཐབ་རྩོད་བེད་ཀྱི་ཐོག་ནས་ཁོ་རང་ང་ཚོའི་ལས་ཁྱད་པར་དུ་འཕགས་པས་ང་ཚོས་གུས་ཞབས་བྱེད་འོས་སོང་ད་ཁོ་རང་སྒང་ལ་བཞག་ར། ཨ་ནི་ང་ཚོ་དང་དེ་མཛོད་ནས་ཉིན་གཅིག་པ་ཆགས་པ་ཡིན་ན་ཨ་ནི་ང་དེ་མཛོད་ནས་ང་ཚོའི་སྒང་ལ་བཞག་དགོས་ཡོད་མ་རང་ང་ཚོ་མཉམ་དུ་འདྲ་མཉམ་བྱས་ནས་རྐུབ་བཀྱག་ག་ལ་བསྡིགས་ཀྱི་རེད། ཡིན་ན་དེ་འཛིན་གྲྭའི་ངང་ཚུལ་ལས། ཆབ་སྲིད་ཀྱི་འཐབ་རྩོད་ཀྱི་ཐོག་ནས་དེ་འཛིན་གྲྭ་ལ་དོ་བ་ཆ་ཚོད་མ་ཡིན་ན། ད་ང་ད་ཡིན་པ་ཆེ་ང་དང་ང་དང་ང་འདྲ་མང་པོ་ལས་དེ་འཛིན་གྲྭ་ལ་རྒྱ་སྒྱུར་སྟོང་སྒྱུར་གྱི་ཡ་ནི། ཁྱད་པར་དུ་འཕགས་པ་ཡིན་པ་སོང་ཙང་ང་ཚོས་དེ་འཛིན་གྲྭའི་ལ་ལ་གུས་ཞབས་བྱེད་ད། དེ་འཛིན་གྲྭའི་ཡི་ཚིམ་མིང་ག་ཚོད་སྨོས་པ་ཡིན་ན་ང་ཚོས་མཉམ་དུ་ལ་དེ་འཛིན་གྲྭའི་ལ་ཟེར་མེད་ན་བོད་དོན་འཐབ་རྩོད་པ་ཟེར། མིང་གི་སྟོན་པ་ཞིག་གང་ལྟར་ང་ཚོས་དམིགས་བསལ་གྱིས་འདུ་ཅེས་ཆེ་བསྟོད་ཞུས་དེའོ་རྟེན་འབྲེལ་ཡིན་དུས་ཡོད་ནི་རྟེན་རྫུན་འབྲེལ་གྱི་དེ་འདྲའི་སྐད་ཁམས་ལ་ཡ། ང་ཚོ་ལ་ཚུར་ཁྱེད་ཚོ་དེ་འདྲ་པོ་ད་ག་རེད་ཁྱོད་ཁྱོད་ཡི་དེ་འདྲ་པོ་ད་ག་རེད་ཅེས་ཞལ་བས་ཟེར་ཀ་མེད་གསུངས་བསྡད་དེ། ཨ་ནི་ག་ཚོད་སི་ཏག་ཏག་བསྡད་ཀྱི་ཡོད་རེད་ཡོད་མ་རེད་དེ་རྒྱ་ཆེ་རྣམས་རྒྱ་ཆེ་མང་ཚོགས་ཀྱི་ད་དགོངས་པ་ཞེ་རེད་ར། སོ་སོ་འདྲ་བོ་ཡིན་ན་དེ་ཚོ་ཏག་ཏག་བསྡད་མ་སོང་འགྲོ་ཞེས་བསམ་གྱི་ཡོད་ར་དེ་གཅིག་རེད་ཨ་གཉིས་ནས། དེ་ནས་སྤེན་པ་ཚེ་རིང་གིས་ད་ལྟའི་དུས་སུ་བུ་ཁྱེད་རང་ཆ་ཤས་རེད་ལབ་པ་དེ། ཨ་ནི་དེ་ལ་ཁྱེད་རང་གིས་མོས་མཐུན་ཡོད་རེད་ཡོད་མ་རེད་ཨ་ནི་ཁྱེད་རང་གིས་དེའི་ཐོག་ལ་སྐད་བཤད་མ་ཟེར་ལབ་དུས། ཨ་འདི་གལ་ཆེན་པོ་གལ་བརྩི་གི་མེད་དེ་ལས་སྤྱི་ཚོགས་འཆམ་མཐུན་དེ་གལ་ཆེ་བ་བརྩི་གི་ཡོད་ངས་བཤད་ན་སྤྱི་ཚོགས་འཁྲུག་འགྲོ་གི་རེད་བསམ་སོང་ཟེར། ཁོ་རང་གིས་དེ་གསུངས་པ་རེད་དེ་ཚོ་ཡིན་པ་ཡིན་ན་ད། ག་ཚོད་བདེན་པ་ཡིན་དང་མིན་སོ་སོ་ཡི་ཞུ་ཚོད་ཀྱི་ཐིག་མི་འདོད་རོགས་དེ་བཞིན་ངས་ག་རེ་བཤད་རྒྱུ་ཡོད་ཞུ་བ་ཡིན་ན། ད་ལྟའི་ཆ་ལ་ད་ང་ཚོ་ད་སྤྱི་བཏང་གི་ད་ལྟའི་གི་ང་ཚོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་མཚན་གནས་སྲུང་སྐྱོབ་ཀྱི་ལས་འགུལ་གྱི་སྤྱི་ཚོགས་ནང་སྤེལ་བ་རེད་སྤེལ་བ་དེ་ལ་བརྟེན་ནས་ད་སོ་སོ་འགྲོ་བ་ཡིན་པ་ཡིན་ན་ད་མི་མང་པོ་ཅིག་རྒྱུས་ལོན་འགྲོ་བ་ཅིག་བྱེད་གོ་སྐབས་བྱུང་རོགས། ཇི་ལྟར་ང་ཚོ་མི་གཅིག་གི་མི་ཚེའི་ནང་ལ་ཉི་མ་ཉི་མ་ལ་ད་གཅིག་མི་དང་མི་གཤིབ་དགོས་སྐོར་རེད། ཉི་མ་ཉི་མ་ནང་ལ་མི་མི་ཟ་བ་ཅིག་ཐུག་ཡོང་སྐོར་ཉི་མ་ཉི་མ་ནང་ལ་སྤྱི་ཚོགས་ཀྱི་འགྱུར་བ་ཅིག་མཐོང་ཡོང་སྐོར་རེད། དེ་འདྲའི་མཐོང་ཡོང་དུས་ང་ཚོ་ལ་ད་ཉམས་མྱོང་འགྲོ་བ་དང་སློབ་སྦྱོང་འགྲོ་བ་དང་ལེགས་སྐྱེས་འདྲ་མང་པོ་ཅིག་ང་ཚོར་རག་ཡོང་བ་འདུག། སློབ་གཉེར་བ་ཚོ་ཡིན་པས་ན་ཉི་མ་ཉི་མ་དཔེ་ཆ་ལྟ་ཡིན་དུས་ཀྱི་དཔེ་ཆ་ཁར་གོ་བ་ས་བ་ཅིག་དང་ཤེས་མ་ཁོ་བ་གོ་ཡས་དང་མ་ཐོས་པ་ཐོས་ཡས་དང་ཨ་ནི་ཅིག་དེ་འདྲས་མང་པོ་ཡོང་གོ་ཚིག་ཡིན་དྭགས་སེ་དང་དུས་ཀྱི་དེ་ནང་བཞིན་ཅིག་ང་ཚོ་སྐྱ་བོའི་སྤྱི་ཚོགས་ནང་ཆ་མཚོན་པ་ཡིན་ནའི་རེད་ད་ང་ཚོ་འགྲོ་བས་ན་དམིགས་བསལ་གྱི་ཆབ་སྲིད་ལ་དོ་སྣང་བྱས་ཡོད་དུས་མི་མང་པོ་ཅིག་གི་མཚོན་རྟགས་འདྲ་མིན་འདྲ་འགྱུར་འགྲོ་བ་དེ་ནས་མཐོང་ཡོང་གོ་འདུག་ལ། ད་ལན་གྱི་ང་ཚོ་གོང་ས་སྐྱབས་མགོན་ཆེན་པོ་མཆོག་ཚེ་ནས་སྲུང་སྐྱོབ་ཀྱི་ལས་འགུལ་དེ་ལ་བརྟེན་ནས་མི་མང་པོ་ཅིག་གིས་གོ་ཡང་རིགས་ཅིག་གིས་གོ་སྐབས་མང་པོ་ཅིག་ལེན་ཟེར་བ་སྤྱི་ཚོགས་ནང་ལ་སྐད་གྲགས་འགྲོ་བའི་གོ་སྐབས་འགྲོ་བ་འདི་ནས་འདི་འདྲས་བྱས་སོ། དེ་ཚོ་ཡི་ཐོང་སོང་ཙང་ད། བོད་རྒྱ་ནག་སྤེན་པ་ཚེ་རིང་གི་ད་ལྟའི་དེ་ཚོ་བོད་རྒྱ་ནག་ཆ་ཤས་རེད་ལབ་པ་དེ་བསྟན་འཛིན་དྲུག་གི་གལ་ཆེན་པོ་སྐད་མཐོང་གི་མེད། དེ་ལས་འཆམ་མཐུན་གལ་ཆེ་མཐོང་གི་ཡོད་ཁོ་རང་གི་དེ་འདྲའི་གསུང་གི་རེད་རོ། ཨ་ནི་ང་འདྲ་བོ་ན་དེ་ལན་དེ་ལ་མོས་མཐུན་མེད་རོ་དྲང་པོ་ཞུ་བ་ཡིན་ན་རོ། ནས་ངེད་ཀྱིས་བསྟན་འཛིན་སྒྲོལ་ལ་དུག་ཅག་རེད་དེ་འདྲས་ཀྱིས་གན་ཁྱེད་ཁོ་ཡི་ལག་མེད་དང་རག་རྣམ་པ་ཚོ་དགོངས་པ་སེམས་ཆོས་མ་ནོར་བ་གནང་དགོས་གལ་ཆེན་པོ་རེད། ང་འདྲ་བ་ནས་བསྟན་འཛིན་སྒྲོལ་ལ་དེ་འདྲས་བཤད་པ་ཡིན་ན་ང་ཐོབ་ཐང་ཡོད་བསམ་གྱི་འདུག་ག་ཟེར་ན་ང་བསྟན་འཛིན་སྒྲོལ་ལ་ག་དུས་ན་གུས་ཞབས་བྱེད་ཀྱི་མི་ཞིག་ཡིན་རོགས། བསྟན་འཛིན་སྒྲོལ་དང་ང་ཚོ་འབྲེལ་བ་དཔེ་མི་སེ་ཡག་པོ་ཡོད་ཨ་ནི་དམིགས་བསལ་གྱིས་ང་ཉི་མ་ངེད་བོད་རྒྱལ་ལོ་ཚོགས་པ་ནང་ལ་ཆ་མཚོན་མ་ན་བསྟན་འཛིན་སྒྲོལ་ཁོ་རང་ག་དུས་སྐད་ཆ་བཤད་ཉན་དྲན་ན་སྐད་ཆ་བཤད་རྐྱང་བྱེད་རོགས་བྱས་ཉེས་གོ་སྐབས་སྤྲད་རེད་ཚོགས་པ་ཁ་ཤས་ནང་ལ་དཔེ་དང་པོ་ཡོད་རེད་བཤད་ཆོག་མ་ཆོག་ཁྲིམས་འདྲ་མིན་འདྲ་མང་པོ་ཡོད་རེད་རོགས། ངས་རྒྱལ་ཁ་དུས་ཡིན་ན་བསྟན་འཛིན་ལུས་ལ་གོ་སྐབས་སྤྲད་ཤོག་ད་ལྟ་ཡིན་ན་བསྟན་འཛིན་ལུས་ཁོ་རང་ཕག་སུ་ཕེབས་བ་ཙམ་ཙམ་ཁོ་རང་གཉིས་ཁྱབ་བསྒྲགས་བྱེད་དགོས་ཏེ་ང་ལ་སུ་ལ་བཏང་གིར་ངེད་ཀྱིས་ངོ་དེབ་གང་ལ་བཞག་ཁྱབ་བསྒྲགས་བྱེད་ཀྱི་ཡོད་རོགས་དེ་ཏི་གཅིག་རེད། ད་ང་རང་ཅག་ཉིན་མ་འོས་བསྡུ་སྐབས་ཟིན་པ་ཡིན་ན་ཁོ་རང་རྒྱ་རི་སྒྲོལ་མ་རེད་ང་ངོ་ཀུན་དགའ་ཐོར་ཡིན་ན་དཔེ་མི་སྲིད་པའི་འབྲེལ་བ་ཡག་པོ་འཁུར་ཤོག་ཡོད་རོགས་ཨ་ནི་དེ་དུས་ཡིན་ན་བསྟན་ཉིན་མ་འོས་བསྡུ་སྐབས་སུ་ཡིན་ན་བསྟན་འཛིན་ལུས་ལ་ངས་དཔེ་ཤག་ཞལ་འདེབས་ཀྱི་དུས་ནས་བསྟན་འཛིན་ལུས་ལ་ཕུལ་དགོས་བསམ་བསྟན་འཛིན་རི་ལགས་ཞལ་འདེབས་མུག་ཨོ་ཁོ་རང་གསུངས་སོ། ང་དེབ་བྲི་གི་ཡོད་དེབ་ཉོས་རོགས་ཞེས་གསུངས་སོ་ར་དེ་དུས་ངས་ཁྱབ་བསྒྲགས་བྱས་ད་ལྟ་ཡང་ཁ་སེང་ང་ཚོ་བདེ་ལ་སླེབས་པའི་སྐབས་སུ་ཡིན་པ་ཡིན་ན་རེད། ངས་བསྟན་འཛིན་རི་ལགས་ཞལ་འདེབས་རྒྱབ་ཆད་གང་ལྟར་དེ་འདྲའི་བྱེད་ཡོད་མ་མདོག་ཐ་ན་ན་ཤིང་ཆེ་ཆེ་རང་བཙན་འཐབ་རྩོད་པར་བེད་སྐོར་བ་སྟག་ཁུང་སྒོར་དེབ་མ་བལྟ་ཡི་བསྟན་འཛིན་ལགས་ཁྱེད་བྱེད་མེད་དེ་རོགས། སོང་ཙང་དེ་འདྲའི་གི་ཐོག་ནས་ང་འདྲ་བོ་ཞིག་ན་བསྟན་འཛིན་བྲི་གི་ཡོད་མ་བྲིས་པ་དེ་བྲིས་ངོ་སོ་ལགས་ནས་ང་ཤེས་པའི་ཐོབ་ཐང་ཡོད་བསམ་གི་ཡོད་མ་མདོག་ཡང་ཁ་ཤའི་རྡོག་ཁའི་སྐོར་ཅིག་མ་བྱིས་པ་བྱས་དྲ་རྒྱ་ནང་འཛུལ་ཅིག་དྲ་མི་འདྲ་ལབ་དེ་ཡིན་ང་དེ་འདྲ་མཁྱེན་མེད། དེ་རིང་འདིར་ལན་རྒྱལ་བ་དང་སྒྲིབ་ང་སོགས་ནི་ང་གདོང་པ་བསྟན་ནས་བཤད་རྒྱུ་ཡི་བསྟན་འཛིན་གྲོལ་གྱི་གོ་གུ་རེད་ཕལ་ཆེར། ཁ་སང་འདི་ང་ཚོ་ས་གནས་ལ་བསྟན་འཛིན་གྲོལ་གྱི་སྐད་ཆ་བཤད་ཚར་བའི་རྗེས་ལ་ང་ཚོས་འདིར་ལན་བསྐུར་རེ་བསྟན་འཛིན་གྲོལ་ཁོ་རང་ལ། དེ་སྒྲིབ་ང་སོགས་ནི་བསྟན་འཛིན་གྲོལ་ཁོ་རང་གིས་ཚུར་འགྲེལ་བཤད་དེ་འདྲ་རྒྱབ་ཤར་བ། གང་ལྟར་འོ་འདི་འདྲ་ཉིད་ཀྱིས། དཔོན་པོ་ཚེ་རིང་གིས་ད་ལྟའི་དུས་སུ་བོད་རྒྱ་ནང་ཆ་ཤས་རེ་ལབ་པ་དེས། ཨ་ནི། དེ་ངས་བསྟན་ཟིན་དུས་ལ་ལ་ཡ་དཔོན་པ་ཟེར་རེད་ན་དགག་པ་རྒྱབ་རོགས་ང་ཚོ་རྩ་བ་ཉིད་ལག་གི་ཡོད་མ་རེད་གཙོ་བོ་ག་རེད་ཟེར་བ་ན། དེ་ཚོས་ཟེར་བ་དེ་ཚོས་བརྩི་འགྲོ་བ་ཡིན་ན་རྒྱ་ཆེ་འཐབ་རྩོད་པ་ཞིག་རེད། རྒྱ་ཆེ་འཐབ་རྩོད་པ་རང་བཙན་འཐབ་རྩོད་པ་ཡིན་དུས་དམིགས་བསལ་གྱི་འགན་ཅིག་ཁྱེད་ཀྱིས་དེ་ཚོ་ག་ལ་ལན་རྒྱབ་དགོས་དེ་གལ་ཆེན་པོ་རེད་བསམ་གྱི། ང་ཚོའི་ངོ་ནས་རེ་བ་དེ་རྒྱབ་དགོས་ཡིན་ན་ཡང་བསྟན་ཟིན་དུས་དེ་མ་གསུངས་པ་ཞིག་དེ་གལ་ཆེན་པོ་མཐོང་མ་སོང། དེ་ལས་སྤྱི་ཚོགས་འཆམ་མཐུན་གལ་ཆེ་མཐོང་སོང་ཟེར་ལ་དེའི་སྐོར་སྐད་ཆ་བཤད་པ་ཡང་འཁྲུག་འགྲོ་གི་རེད་དེ་འདྲས་གསུངས་ཟུར་ར། དེ་འདྲ་ཡིན་ན་ནི་བཤད་མཁན་གྱིས་མ་འཁྲུགས་པ་ལ་ང་ཚོས་དེ་མ་རེད་ལབ་ན་འཁྲུག་ཡའི་རྒྱུ་མཚན་གཟིགས་ཡོད་མ་རེད་བ། དངོས་གནས་བྱས་ན་སྤྱི་ཚོགས་འཁྲུག་ཡའི་དེ་སྤེན་པ་ཚེ་རིང་གིས་བཤད་པ་དེ་ལ་བརྟེན་འཁྲུག་རྒྱུར་མིན་ན་ང་ཚོས་ཤེས་ནས་འཁྲུག་ཡའི་གཟིགས་ཡོད་མ་རེད་བ། དེ་འདྲ་ཡིན་དུས་བསྟན་འཛིན་གྲོལ་ཁོ་རང་གིས་སྤེན་པ་ཚེ་རིང་ཁོ་རང་གི་དོན་དེ་དེ་ཚོས་བོད་རྒྱ་ནང་ཆ་ཤས་རེད་ལབ་ཅེས་ནི། སྤྱི་ཚོགས་ཁྲུག་ཁྱོག་རེད་མ་གཏོགས་ང་ཚོའི་གི་སྤྱི་ཚོགས་དཀྲུག་བཞག་པ་དེ་འདྲ་གལ་མེད་ད་ད་ལྟ་བར་དུ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཡིན་པ་ཡིན་ན་ཆོས་རྒྱུད་ཁག་གི་བླ་ཆེན་རྣམ་པ་ཡིན་པ་ཆོས་ཆོས་ཆོས་ཆོས་རྒྱུད་ཁག་གི་བླ་ཆེན་རྣམ་པ་ཡིན་པ་ཡིན་ན་ཆོས་རྒྱུད་ཁག་གི་དགེ་འདུན་པ་རྣམ་པ་ཡིན་ན་གལ་བཤད་མཁན་པོ་མཁན་པོ་མ་སུ་ཡིན་པ་སུ་དང་སུ་དང་སུ་ལ་ཡིན་པ་ཡིན་ན་ད་ལྟ་བར་དུ་གུས་ཞབས་བྱེད་ནས་འགྲོ་བསྡད་ཀྱི་དད་པ་སུ་ལ་སོ་སོ་འདོད་པ་རེད་སུ་གང་ལ་དེ་འདྲའི་སྡུག་བསྔལ་ལ་མ་མྱོང་ད་ག་ནང་བཞིན་གྱི། གཞོན་ནུ་གཞོན་ནུའི་ལྷན་ཚོགས་འབྲེལ་བ་ཆ་མཚོན་པ་ཡིན་ནས་དུས་རྟག་ཏུ་གུས་ཞབས་བྱས་སོ་སོ་རྒྱབ་སྐྱོར་བྱེད་འགྲོ་དོན་ཡོད། སྐབས་རེ་གཞོན་ནུ་ཚོགས་གཙོ་གི་འདྲ་མི་འདྲ་དེ་འདྲ་བྱེད་དུས་གོ་ལ་ཡང་ཁོ་ལག་གི་ཡོད་རོགས་བསྒྲིགས་མ་སོང་ལག་གི་ཡོད། དེ་འདྲ་ཡིན་དུས་དེ་གི་གནས་ཚུལ་དེ་དེ་འདྲ་རེད་ཅེས་ཞུ་ཡས་ཡོད་རོགས་འདི་མ་གཏོགས་ཡིན་ངས་བསྟན་འཛིན་འགྲུལ་ལ་སྡུག་ཅག་དེ་འདྲ་ཁྱེད་ཞུགས་མེད་དམ་མུ་མཐུད་ནས་བསྟན་འཛིན་འགྲུལ་ལ་ངས་རྒྱབ་སྐྱོར་བྱེད་འགྲོ་གི་རེད་ར་མ་འོངས་པ་ཡིན་པ་ཡིན་ན་བསྟན་འཛིན་འགྲུལ་ལ་བདེ་བ་འཕེལ་སོང་ན་ང་ཚོའི་གིས་དངོས་གནས་རྒྱབ་སྐྱོར་བྱེད་དགོས་ད་གོ་ད་བོད་པའི་སྤྱི་ཚོགས་ནང་ལ་ཡ།

བོད་དོན་འཐབ་རྩོད་པ་དངོས་སུ་ང་ཡང་འགྲོ་བས་ན་དེས་བོད་དོན་འཐབ་རྩོད་པ་ཆགས་ཀྱི་ཡོད་རེད་བསམ་གྱི་མེད་རེད། བོད་དོན་འཐབ་རྩོད་པའི་ཁོངས་སུ་གཏོགས་པ་འགྲོ་བ་ཅིག་རེད་བསམ་གྱི་ཡོད་ནི་རྣམ་པ་ཚོ་ནི་བོད་དོན་འཐབ་རྩོད་པ་ཡིན་པ་རེད། ངོས་འདི་བསྟན་འཛིན་སྒྲོན་དང་འབྲེལ་བའི་ཐོག་ནས་སྐད་ཆ་དེ་འདྲས་ཅིག་ཞུ་ཡས་ཡིན།